ཉི་མ་ཨོང་དུས་འཁྲུངས་ནས་ཟླ་བ་སུམ་ཅུ་རྗེས་སུ་མིང་གཉིས་ལུང་བ་ཆོག། མེ་མོ་ཡི་འཚོ་གཞུང་ལ་བརྟེན་ནས་ཉི་མ་ཨོང་དུས་ལ་མཚར་ལུང་བྱུང་ཞིང། ཉིས་སྟོང་གཉིས་ལོར་ལྷ་སའི་ལུང་བའི་སློབ་གྲྭ་ལ་ཞུགས་པའི་སྐལ་བ་ལྡན། དགུང་ལོ་ཉེར་བདུན་གྱི་ཐོག་དབྱིན་ཇིའི་ཐོ་ནིས་རྒྱ་ཤེལ་སྐད་བརྡ་སློབ་གྲྭ་ནས་མཐའ་བཞིར་བགྱིས། ལྷ་སར་ལུང་བ་སློབ་གྲྭའི་ལྷོ་གཙོ་སྤྱིར་བདེན་བཞི་དང་ཆིན་ཧྭ་དང་ཧྭ་ཧྥོ་ལྷོ་མཆེད་སོགས་ལ་མཆན་འཕྲིན་གནང་བ་ཕེབས་པ་མ་ཟད། མི་མང་ཉིན་རེའི་འཚོ་བར་གྱིས་ཀྲུང་གོའི་ཕུ་འདེད་ཀྱི་གཞི་རིམ་དུ་གྲོང་མིའི་རྒྱུ་དྲུག་བཤད་པའི་མི་སྣ་བརྒྱ་ཡི་གྲལ་དུ་བདམས། དེ་མཚུངས་ལྷ་སར་སྒྲོལ་མའི་སློབ་གསོའི་དགེ་རྒན་གྱི་ལས་འགན་བཞེས་ནས་མི་དེ་ལས་མང་པོ་ལ་དྲང་ནུས་ཀྱི་གཏམ་རྒྱུད་སྒྲོག་བཞིན་ཡོད། དེ་རིང་གཞོན་པའི་ཁ་བརྡ་ལེན་ཚད་དུ། རྩོམ་པ་པོ་བློ་བཟང་དགེ་ལེགས་ཀྱིས་བྲིས་པའི་ང་ལ་ཉན་གསུམ་གྱི་འོད་སྣང་མི་དགེ་ཞེས་པའི་དཔེ་ཆ་དེའི་མི་སྣ་གཙོ་བོ་ལུང་བ་ཉི་མ་དབང་འདུས་ལགས་དང་ཁ་བརྡ་བྱས་རྗེས་ཡིན།
ཉི་མ་དབང་འདུས་བཀྲ་ཤིས་བདེ་ལེགས། རྒྱ་ལག་བཀྲ་ཤིས་ལེགས།
རྫི་བོ་བཞི་པོ་འདུག་ཨ་ལྷ་ས་སྐྱེར་མ་ཟེར་ན་ཨ་ཧ། ཤེས་མིན་གྱི་བྱས་ཚར་ཏེ་ང་གྲོགས་མོ་གྱི་རྫིས་སོགས་ཀྱི་འདུག་དེ་རིང་ཁྱོད་ངེད་གཉིས་ཁྱོད་གཉིས་ཁྱོད་རྫིས་འདུག་བ། ད་ཁྱོད་རང་གི་སྣང་བ་ནོར་ལ་ང་ང་གཉིས་ག་འདི་རྫིས་ས་རེད་ང་ག་རྫི་བོ་བཞི་འདུག་ཨེ་ཁྱོད་ཀྱིས་སྣང་བ་ག་འདི་འདྲ་ཤར་གི་འདུག་ག། སྐྱེས་བལྟས་ན་ད་ཁྱེད་རང་བརྫི་གི་ཡོད་ས་རེད། ད་ཡིན་ནའི་ལོ་བལྟས་ན་ཡང་ང་ལྟས་བརྫི་གི་མི་འགྲོ། སྐྱེས་ལ་བལྟས་ན་ང་བརྫི་བ་ཡོད་ས་རེད་ལོ་བལྟས་ན་ཁྱོད་ཆུང་བ་ཡིན་ས་རེད། དེ་རེད་དེ་རེད། ད་ང་ཚིག་གི་ཉེ་ལམ་ལ་བློ་བཟོ་དགེ་ལེགས་ཀྱི་བྲིས་པའི་གི་ཁྱེད་རང་གི་ད། དགུང་ལོ་སུམ་ཅུ་ལྔའི་གི་ཟེར་དགོས་རོ། དེ་གི་གཏམ་རྒྱུད་དེ་ད་མི་མང་པོས་གི་དོ་སྣང་བཟོ་གི་འདུག་དཔེ་ཆ་ཡག་པོ་འདུག་ད་ང་ཚོ་ལ་སེམས་ཤུགས་སྤར་གི་འདུག་དེ་འདྲ་ཟེར་གི་འདུག་གོ། ད་དེ་གི་དཔེ་ཆ་གི་དེའི་ནང་ལ། ཁ་གཞུང་དེ་ལ་ང་ལ་ཉི་མ་གསུམ་གྱི་འོད་སྣང་མི་དགོས་ཟེར་གི། དེ་ཉི་མ་གསུམ་གྱི་འོད་སྣང་ལའོ་འོད་སྣང་རེ་དགོས་ཀྱི་རེད་དྲན་ཞིང་ཁྱེད་དེ་འདྲ་ཞིག་ཟེར་དགོས་ཀྱི་རྒྱུ་མཚན་ག་རེ་ཡིན་ན། གང་ཡིན་ཟེར་ན་ད་ང་ལོ་ལེགས་བོ་ནས་སུམ་ཅུ་བུད་དོགས་ང་ཅི་ཡད་མཐོང་མྱོང་མེད་ཙང་ངོས་ངོ་ནས་བཤད་ན་ད་འདི་འཚོ་བ་དེ་གོམས་འགྲོ་བ་ལ་གལ་སྲིད་ངས་ཉི་མ་གསུམ་མཐོང་ཆེད་དེ་ནས་ཕར་མ་མཐོང་བར་རང་འཇགས་ཆགས་བས་ན་ཨང་འདི་ངའི་བསམ་པ་པས་ཞེད་སྣང་ཚ་བོ་ཞིག་གོ་ཡོད་རེད་བསམ་གི། བྱས་ཙང་དེ་འདྲས་སོང་ཙང་ངའི་བསམ་པའང་ཉི་མ་གསུམ་གྱི་འོད་སྣང་གོ་ཡ་མི་འདུག་བསམ་གི།

ངས་བསམ་པར་ང་ཚོ་མི་ནག་ནང་ལ་བསྡད་ཡོད་མ་རེད་ཟེར་གི། ཡང། ཨ་ནི། དེ་ག་རེ་ཡིན་ན། རྒྱུ་མཚན་གང་ཡིན་ཟེར་ན་གལ་སྲིད་ང་ཚོས་ནག་པོ་ས་དེ་མཐོང་གི་ཡིན་ན་ཨ་ནི་དཀར་བོ་དམར་བོ་སེར་བོ་ཆ་ཚང་མཐོང་གི་ཡོད་རེད་བ། བྱས་ཙང་ངས་བསམ་པར་ང་ཚོས་ལོ་ལྔ་ལས་ཡ་ང་རེ་བལྟས་ན་ཚོས་གཞི་ས་དེ་སྤྱི་ཡས་མི་འདུག་ཟེར་གི་ལ་ཁྱེད་མཐོང་གི་མི་འདུག་ལ། རེད་རེད་རེད་རེད་ལགས་སོ་ལགས་སོ་ད་རོ་རུ་སོ་སོ་ངོས་འཛིན་ཏོ་རེད་ཨ་ད་པེ་ན་ཁྱེད་རང་གི་དཔེ་ཆ་གི་ཁ་གཞུང་གི་ལ་བྲིས་འདུག་ཨེ་ལོང་བ་དེ་ནི་ངས་གི་དེ་ནི། ཤེས་བྱ་ཅིག་མ་རེད། དེ་ངག་གི་ཁྱད་ཆོས་ཅིག་རེད། དེ་དེ་འདྲས་ཀྱི་ཚན་གྱི་སྟེང་ནས་དེ་འདྲས་དྲན་གྱི་འདུག་བས། དངོས་གནས་དྲན་གྱི་ལ་གང་ཡིན་ཟེར་ན་ད་ལྟ་རྒྱལ་ཁབ་ཡིན་ནས་རེད་སོ་སོའི་ལྟ་ཅིག་སྤྱི་ཚོགས་ཡིན་ནས་རེད་ཚང་མས་ང་ཚོ་ལ་མི་ཡག་པོ་ཞུ་ཆེད་ཀྱི་འདུག་བ་ལ་ཨ་ནི་གལ་སྲིད་ལོ་ངོ་མན་པའི་ཡིན་ན་ཨ་ནི་ང་ཡིན་ནས་སློབ་སྤྱོང་བྱེད་ཡག་གོ་སྐབས་དེ་འདྲས་ཡི་རག་ཡོད་མ་རེད་ལ་རྒྱལ་ཁབ་དང་སྤྱི་ཚོགས་ཀྱི་ཡག་ཡག་པོ་དེ་འདྲས་བྱེད་དགོས་ཡག་གལ་ཡོད་མ་རེད་བ། ཨ་ནི་སྤྱི་བཏང་ང་ཕ་ཡུལ་ཡ་ཞིང་ར་མོ་དེ་ག་ས་དེ་ཡི་གེ་རེད་གལ་སྲིད་ལོ་ངོ་མན་ན།

ད་ག་གི་ཆོས་རིག་གི་དག་ཆུང་ཆུང་སྐབས་སུ་ཡོང་ན་ཕ་མ་ཚོ་དུ་སྐབས་དེ་དུས་ཁོར་ཡུག་གི་ང་ལ་ཡག་པོ་ཞིག་བཟོ་ཡ་ས་མ་རེད་ཟེར་འདི་འདྲིས་གི་ག་རེ་ཟེར་དགོས་རེད་ཅི་ཅི། མི་གཞན་དག་ལ་ཁོང་ར་བྱེད་ཡ་དང་ཡོང་ན་ཚིག་པ་ཟ་ཡ་དེ་འདྲིས་མཐོང་བ་མི་འདུག། དེ་འདྲའི་གལ་མི་འདུག་སུ་གཅིག་ལ་ཡང་ཁོང་ར་ཟེར་བ་མི་འདུག་ཡིན་ནའི་ལེ་ང་ལ་ཨ་ཅག་ཚད་མ་ཅིག་ཡོད་རེད་མོ་རང་ཡིན་ན་ཐང་ཐང་སིལ་སིལ་རེད།

དེ་བརྒྱུད་དུ་མི་གཞན་གྱི་དཀའ་ལས་དེ་རྒྱག་ཤེས་ཡ་ན་དེ་ལས་ལྷག་མ་བརྒྱ་ཆ་ལྔ་ཅི་འདྲ་ཞིག་དཀའ་ལས་རྒྱག་དགོས་ཀྱི་རེད་ཟེར་དེའི་སྐོར་ནས་ཁྱེད་ངག་གི་སྒྲུང་འདྲ་པོ་གཏམ་རྒྱུད་ནང་བཤད་འདུག་དེ་བསམ་ཚུལ་དེ་ག་འདྲ་བྱུང་ཡ་ན་ཁྱེད་རང་གིས་དེ་རྗེས་དཀའ་ལས་ག་འདྲ་རྒྱག་གི་ཡོད། དེ་འདྲའི་རིགས་ཡང་སློབ་སྦྱོང་བྱས་པའི་གནས་ལས་དཔེ་ཆ་ཞིག་ནི་སློབ་སྦྱོང་ཡུལ་སྐྱེས་ཡི་གནས་ལས་ང་ཚོ་ལ་དཀའ་ལས་ཁག་ཡོད་རོ། དཔེ་ཆ་ཞིག་ནི་སློབ་གྲྭའི་ཞིབ་ཉོ་ཁག་ཕྱིན་པའི་ཡི་གནས་ལས་སློབ་གྲྭས་ང་ཚོ་ལ་གོ་ཡ་དེ་ལམ་སང་ཉོ་ཆོག་ཆོག་ཡོད་མ་རོ། དཀའ་ལས་མང་ང་ཡོད་རེད། ད་ག་ན་ཤིང་གཅིག་ལས་ག་ཞིག་འཚལ་བའི་གནས་ལས་གལ་སྲིད་ཁྱེད་རང་ཁམས་པའི་བརྙན་འཕྲིན་ལས་དབུ་ནས་ལས་ཀ་འདི་ཤོར་བས་ན་ལས་ཀ་ག་རེ་བྱེད་ཅེས་རོགས་ལ། ང་ཚོ་ཡིན་ན་ཡང། ལས་ཀ་ལྟ་སོ་སོས་གི་མང་བྱོན་ཡང་མང་པོ་ཡོད་དུས་བརྩམས་པ་ཡང་ལས་ཀ་བྱེད་བྱེད་ཆོག་དེ་འདྲས་ཡོད་མ་རེད་བ། ཁྱེད་ཚང་ངའི་བསམ་པ་མིའི་མཐོང་སྙན་ས་དེ་གོམ་པ་ལྔ་བརྒྱད་དུས་བརྩམས་པ་ང་ཚོ་གོམ་པ་བརྒྱད་མ་བསྐྱོད་ན་བརྗེད་སེམས་ཡང་ཡོད་མ་རེད་བསམ་གི་ད་ལྟའི་སྤྱི་ཚོགས་དེ། རེད་རེད་རེད་རེད་རེད་རེད། ད་ལྟ་རེད་ད་ལྟ་རེད་ད་ལྟ་ཡིན་འདི་ལ་དཔེར་ན། ཁྱེད་རང་གིས་དཔེར་ན་ང་ཚོ་གིས་འདི་གི་ད་སྐབས་དེ་དུས་ལ། ད་ཁྱེད་རང་ངེད་ད་རེ་མི་ཚེ་གི་ཁ་ཤུགས་གི་འབྱུང་མཚམས་དག་གཙོ་བོ་ཅི་སྟེ་ད་ཁྱེད་རང་ལ་ལྷ་ས་ལ་འགྲོ། དེ་འགྲིག་གི་ལུང་བ་གི་སློབ་གྲྭ་གྱི་ཐུག་དེ་ངེད་ད་ནི་རིང་བོ་ཁྱེད་རང་གི་མི་ཚེ་གི་ཁ་ཤུགས་འབྱུང་ས་ཅིག་གལ་ཆེན་པོ་ཅིག་རེད་འདུག་བསམ་གྱི་འདུག་ཨ། དེ་འགྲིག་ཅིག་ཆགས་ཀྱི་འདུག་ཡ་ཁྱེད་རང། དག་རང་རེད་བྱ་དེ།
བོད་རང་ལྗོངས་ཀྱི་དབང་པོ་སྐྱེ་མཆེད་མཉམ་འབྲེལ་ཚོགས་པ་དང་ཨ་ནི། ཁོ་ཚོའི་ལོ་ལྔ་བསླབ་གྲྭ་བཀའ་དྲིན་གྱིས་ཨ་ནི་ངའི་གི་མི་ཚེ་ལ་ཡང་འགྱུར་བ་ཆེན་པོ་ཕྱིན་སོང་ཨ། གཞན་མ་གཏོགས་ཕྱི་འཇུའི་སྐུ་དུས་ཙམ་པ་ཨ་ནི། ངའི་ནང་མི་ཡིན་ནའི་རེད་ཕ་ཡུལ་གྱི་བུ་ཡིན་ནའི་ཚང་མ་ལོག་གི་སེམས་ཁྲལ་བྱེད་ཡ་དེ་ངའི་མ་འོངས་པ་གྲུ་གོག་དེ་ལ་ཡང་སེམས་ཁྲལ་བྱེད་དགོས་བ་རེད་མ་གཏོགས་ད་འདྲ་ན་ཞིག་ཉིན་མོ་འོན་དུས་དེ་འདྲས་བྱ་ཡ་གི་སུ་གཅིག་གིས་རེ་བ་དང་དེ་འདྲའི་གེགས་བོ་བ་མ་རེད། ང་རེ་ལས་གེགས་མེད་བ་ལ། ཡིན་ནའི་ཕའི་རང་ལྗོངས་ཀྱི་དབང་པོ་སྐྱོན་ཅན་མཉམ་འབྲེལ་ཚོགས་པ་དང་ལོ་ལྔའི་སློབ་གྲྭའི་བཀའ་དྲིན་དེས་ཨ་ང་ད་ལྟ་འཚོ་བ་དེ་ལ་ཡང་འགྱུར་ལྡོག་ཆེན་པོ་ཕྱིན་སོང་བ་ལ། རེད་རེད་རེད་རེད་རེད་ངོ་མ་རེད་ད་སྐབས་དེ་དུས་ཁྱེད་རང་ཡིན་ན་གནས་ཚུལ་ཅི་འདྲ་ཞིག་གོ་ལ་ལྷ་སར་འགྲོ་རྒྱུ་དེ་ག་འདྲ་ཞིག་བྱུང་བ་ཤང་བ་ཡིན་ན། དང་པོ་དེ་རེད་དང་པོ་ཡིན་ན་ང་ལྷས་ས་ཕྱིན་རྗེས་ཕ་ཡུལ་མང་ཡོང་ཡག་བརྩིས་ཡོད་རེད་དང་པོ་ཡང་ལྷས་ས་ལ་ཡང་ཁྲིད་དགོས་ཡ་རྒྱུ་མཚན་དེ་ཨ་མས་མིས་བཟོ་ཡག་ཁྲིད་ཡག་བྱས་པ་རེད། ཨ་ནི་ཡིན་ནས་དེ་ནས་རྨིས་བཟོ་ཡ་མེད་དུས་འཚམས་པ་ཨ་ནི་ང་ཚོ་ག་རེ་འཕྲད་པར་སོང་ནས་ལོ་ལྔའི་སློབ་གྲྭ་དེ་རྨིས་བཟོ་ཡ་མེད་ནས་ལས་ལོ་ལྔའི་སློབ་གྲྭ་དེ་ཨ་ནི་ལྷས་ས་ལ་ཡོད་པ་ཧ་གོ་བ་རེད། རེད་རེད་རེད་ལོ་ལྔ་སློབ་གྲྭ་ནོ་དེ་ནི་སྐབས་དེ་དུས་ཁྱེད་རང་ག་འདྲ་བྱས་ནས་ཞུས་པ་ཡིན་ནོ་དེ་ལོ་ལྔ་སློབ་གྲྭ་ནོ་ལོ་ག་ཚད་ཅིག་ཞུས་དེ་ནོ་ནས་ཁྱོད་རང་ལ་ད་ཐོབ་བྱ་ན་ག་འདྲ་ཞུས་ཡོད་ནོ། དང་པོ་དེ་རེད་ལོ་ང་སློབ་གྲྭའི་ནང་འགྲོ་དུས་བརྩམས་པ་ད་ལུང་ཡིན་ལས་ཡིས་གལ་ཆིག་མི་འདུག་ང་ཚོ་རྫུ་བོས་ལྟ་ཡ་རོགས་ཨ་འདི་ལས་ཡིས་གལ་ཆིག་མི་འདུག་ད་དེ་ད་ཕན་ཐོག་ཨ་ཡུང་བསམ་ས་ཞིག་ཐུག་ཡིན་ནའི་ང་དང་ང་འདྲ་བའི་ལོ་ང་མང་པོ་སློབ་ཆུང་དུ་བྱིས་ཀྱི་འདུག་ཨ་ངས་བསམ་པ་ཅིག་བརྒྱ་ཆ་བརྒྱ་ཡག་པོ་ཡོད་རེད་བསམ་ཆུ་བྱས་ཙང་ཨ་ནི་ལོ་ང་སློབ་གྲྭའི་ནང་ལོ་རེ་ཡ་ཨ་ནི་ལོ་གསུམ་སློབ་ཆུང་བྱས་བའི་རྒྱ་ཡིག་བོད་ཡིག་ཨ་འཛིན་ཆ་ཚང་ཨ་ནི་དེ་ནས་ཕྱི་རྒྱལ་འགྲོ་ཡག་གི་གུ་གུལ་རབ་རེད།
ད་དཔེར་ན། ང་ཚོའི་མགོ་སྟེང་ན་ཁྱེད་རང་བུ་ཆུང་ཆུང་སྐབས་སུ་ཁྱེད་རང་གིས་ད་རྨོ་ལགས་ང་ཚོ་ག་ཨ་ཡུས་ཟེར་གི་རོ། ཨ་ཡུས་ཀྱིས་ངས་ད་རེས་ཁྱེད་རང་ལ་ཤུ་ཆེ་ཆེ་པོ་ཅིག་ཐོས་ཡ་ས་རེད་ད་ཉི་མ་འོང་དུས་ཁྱེད་རང་ཤུ་རྒྱབ་གི་རེད་ད་ནི། ཕོ་ཤེ་ཚ་མོ་ཤེས་གི་རེད་ད་ནི་ཡི་གེ་གཞོན་གི་རེད་དེ་མ་འོངས་པ་ཡི་གེ་ཇི་ཙམ་ཤེས་ཤུ་ན་ད། ཀྱི་ལམ་ལོང་ནས་ལྷུང་བ་ལྷུང་མོ་བཟོ་འདུག་གི་ན་བུ་ཁྱེད་རང་གོ་ཆ་གས་ད་ན་ཆ་བོ་རེད་ཟེར་ད་དེ་འདྲིས་ཀྱི་སྐད་ཆ་དེ་གི་ཁྱེད་རང་ལ་ཕྱིར། ཤུ་ཆེ་འདྲ་ཟེར་གི་ན་ཡོང་འདྲ་སེམས་ཤུ་ན་སྤྲོ་མོ་ཅིག་སྤ་འདུག་བས། རེད་ལ་བརྩེ་ཆེན་སྐྱེ་བོ་དཔའ་ཞལ་ལ་གང་ཡིན་ཟེར་ན། དེ་སྤྱི་དང་ལོ་ངོ་གཅིག་ཡིན་ན་ད་ཕན་ཐོགས་ཨེ་མེད་པ་བཟོ་རུ་ཆོད་ར་ལྷག་པར་དུ་ང་ཚོ་གྲོང་སའི་མི་གཅིག་གི་ལྟས་ན། ཡིན་ནའི་ངའི་ཨ་ཡིག་གིས་ད་ང་ལ་ཡང་སེམས་ཤུགས་དང་ཨ་ནེ་གཅིག། བསམ་བློ་རེ་ཞེ་བོ་ཞུ་བཏང་བཞག་གསུང་གི་ཨེ་ལས་མ་ཐག་ས་ལས་གཅིག། གལ་སྲིད་ད་དཔང་མགོ་རེ་ཆགས་བའི་གནས་ལས་དཔང་མགོ་ཉིད་ནས་ལས་འགྲོ་སྟངས་བཟོས་འདུག་ཨ་ལས་མ་ཐག་ས་ཁྱེར་རུ་སློང་དགོས་ཡིན་ནའི་འདི་འདྲས་སུ་སློང་དགོས་རེད་ཟེར་ཞེས་ཙང་ངས་བསམ་པ་ཨ་ཡིག་གིས་ངའི་ཆེད་དུ་དང་ངའི་ཐོག་ལ་བསམ་བློ་མང་པོ་ཞུ་བཏང་བཞག་བསམ་གི་འདུག་ལ། ད་དེ་རིང་ཚོགས་གཉིས་ཁྱེད་རང་གི་ཡང་སྒྲོལ་མའི་གི་སློབ་གསོ་གི་ནང་ནས་ང་ཚོའི་གོ་དེ་ཡིན་ན་ད་ཁྱིམ་ཚང་གི་སློབ་གསོ་ལ་སོགས་པ་དེ་ལ་ཡང་དོ་སྣང་འདུག་ཁྱེད་རང་གི་ཞབས་ཕྱི་བཟོ་གི་འདུག་ཨ། དེ་ཡིན་དུས་ད་ཆུང་ཆུང་ཆུང་པོ་གི་ཆུང་ཆུང་དུ་ཚོགས་གི་སྐབས་སུ་ཡིན་ན་ད་ངས་ལྟར་ན་ཁྱེད་རང་གི་ཨ་ཡོད་གི་དེ་བཟོ་སྟངས་དེ་ན་ལྟས་ཚེ་ང་ཚོ་གི་ཕོ་ཤེ་ཚ་པོ་ཟེར་དགོས་ཨ་རེད་བ། ད་སྤོགས་པ་ཆེ་པོ་གི་དེ་རིང་ནང་བ་ན་རེད་འདུག་ཨ། ད་ལྟ་ཡང་ཕ་མ་མང་ཤོས་དེ་གི་ཡིན་ན་ན་པོ་གི་ཚོགས་ལ་ཡང་བྱམས་ཆུང་བྱས་ཏེ་འདི་མ་བྱེད་དེ་མ་བྱེད་ཟེར་གྱི་གི་དེ་འདྲའི་མང་པོ་བརྗོད་ར། རེད་བྱ། ད་ཁྱེད་རང་གི་ད་ཉམས་མྱོང་གི་ཐོག་ནས་བཤད་པ་ན་པོ་གི་ཆུང་ཆུང་དེ་ལ་ད་ཕ་མ་ཚོ་ཡིན་ནི་འདྲ་ཨ་མྱེ་ཨ་ཡུ་ཚོ་ཡིན་ནི་འདྲ་ག་འདྲའི་འདྲ་ཅིག་བཤད་ན་རྗེས་མ་ཁོ་འཚར་ལོངས་བཟོ་བྱེད་ལ་ཕན་ཐོག་འོང་ས་རེད་བསམ། ངས་བསམ་པ་པོ་གི་ཆུང་ཆུང་དང་ང་ཚོ་རྨིའི་ལོ་ང་ས་དེ་ཆ་རེད་བསམ་གི། པོ་གི་ཆུང་ཆུང་དེ་ལས་ངས་བསམ་པ་ཁོ་རའི་ལས་ཀ་བྱེད་མགྱོགས་དེ་ལས་ཡང་ང་ཚོ་རྒན་པའི་ཡིད་ཆེས་ཆེ་བོ་རེད་བསམ་གི། ཡིད་ཆེས་ཆེ་བའི་གཉེན་རྟོག་དེ་ལས་ཡང་དཔེ་ཆ་ཆགས་ན་ཁོ་བྱམས་བརྩེ་དང་ཁྲིད་དེ་འདྲའི་ལག་པ་ཆགས་ན། ཁོ་ལ་ཉེན་ཁ་ཡོད་པ་དེ་ཤེས་དགོས་ཡ་དེ་གལ་ཆེན་པོ་རེད་བསམ་གི། ཤེས་ཚ་དུས་བརྩམས་པ་ཨ་ནི་ཁོ་བོད་ཆས་བཏང་བཅུག་པ་ནི་གནའ་རྟགས་ཡོད་མ་རེད་བསམ་གི། གཞན་མ་གཏོགས་ང་ཚོས་ཁོ་ལ་ཡིད་ཆེས་དང་འདི་འདྲས་མ་བྱེད་པ་བྱས་རྟག་པར་ང་ཚོས་རོགས་པ་བྱས་ཐལ་ཡོད་ན་ཨ་ངའི་བསམ་པར་རང་མགོ་ཐེན་ཡག་ཡོད་མ་རེད་བསམ་གི། དཔེ་ཆ་བྱས་ན་ཕ་མ་ཁ་ཤས་ཀ་སློབ་འབྲིང་ལས་དུས་ལས་སོ་སོའི་སྤུ་གུ་ཁྲུས་བརྒྱབ་མ་ཤེས་ཡ་དང་ཉལ་ཆས་སྡོད་མ་ཤེས་ཡ་དེ་འདྲའི་གནས་ཚུལ་འདུག་ག་ངའི་བསམ་པར་དེ་སྤུ་གུའི་སྐྱོན་མར་བྱ་ཕ་མའི་སྐྱོན་རེད་བྱ་བསམ་གི། རེད་རེད་རེད་དེང་དེ་དང་པོ་གི་ཚོ་ལ་དང། སློབ་གསོ་སྤྲད་ཡ་དེ་རེད་མ་ཏོག་སྤོབས་པ་དེ་ཆེ་པོ་བཤད་གི་ཅི་དེ། རེད་ཤ་ལ།
ལགས་སོ་ལགས་སོ་ད་པེ་ན་ཡོང་ཁྱེད་རང་གི་མི་ཚེ་དེ་ནས་ཤི་སྟོང་མ་ཡི་པེ་གི་མི་ཚེ་ཟེར་གི་ན་ཡོང་འདྲ་ཁྱེད་རང་གི་ལོ་རྒྱུས་དེ་དང་གཏམ་རྒྱུད་དེ་ཡང་གཞན་དང་མི་འདྲ་སྐད་ཅིག་དེ་ནས་རེག་གི་འདུག་ཟེར་ཁྱོད་དཔེ་ཆ་ནང་བྲིས་འདུག་ཨ་ད་ཁྱེད་རང་གི་དེང་ཐད་ནས་ལ་ད་ཁྱེད་རང་ལ། གང་དྲན་གྱིས་དྲན་པ་ཡིན་ན། དེ་དེ་འདྲ་བྱ་ད་ཨང་ངེད་ཀྱིས་དེ་དཔེ་ཆ་ཤོད་ན་ད། ཚ་མོ་ལོ་ད་ལྟ་དཔེ་ཆ་ཤོད་ན་ད་ང་རའི་འཚོ་བ་དེ་ཡིན་ན་ད་ལྟའི་འཚོ་བ་དེ་སྐྱིད་པོ་འདུག་ལ། ཨང་ཁྱོད་ཚང་ངའི་བསམ་པ། མིའི་ཚ་མོ་མ་ཞིག་སྐྱིད་པོ་ཡོད་དེ་ལ་ཡིན་ན་ངའི་དེ་མ་འདྲ་བ་ཅི་རེད་ཤག། ཨ་ནི་ཁྱེད་ཚང་ཅིག། བུ་དགོ་ནས་བུ་བུ་མོ་དགོ་ནས་བུ་མོ། ཨ་ནི། གཡུ་སྒྲོན་ཨ་ཐུག་ད་འདི་ངའི་བསམ་པར་ད་འདི། འཚོ་བ་དེ་ང་རའི་ལྟ་བདེ་སྐྱིད་ལྡན་པའི་འཚོ་བ་ཞིག་རེད་ཤག་བཟང་གི་ལྟས་ང་རའི་མ་འདྲ་བར་ཞེས་ཐུང་གི་ལ་ང་རའི་དཀའ་ལས་ཞེ་དྲག་རྒྱལ་བའི་བཟང་གི་འདུག།
རེད་རེད་རེད་རེད་ད་ང་ཚོའི་གོ་ཐོས་ཡིན་ན་ཡང། གཡུ་སྒྲོན་ཁྱེད་རང་གཉིས་ཐུག་ཡ་དེ་འོ་ད་བྱེད་དོང་བྱེད་ལ་ལས་ཟེར་དགོས་རོ་བ། རེད་ལགས། དེ་གཅིག་རེད། ཡིན་ན་ཡང་ཁྱད་པར་དུ་ཁྱེད་རང་གི་སྐབས་དེ་དུས་ནས་གི་ད། གཡུ་སྒྲོན་གི་ད་རང་ད་ལྟ་ལ་མིག་གི་དེ་ཚོ་རིག་གོ་རོ་བ། རེད་ལགས་གཡུ་སྒྲོན་ཟེར་བའི་མིག་དེ་ཆོ་ཚ་བོ་བྱེད་བ་རེད་ང་ལས། ང་ལས་གྲགས་ཚོ་ཅིག་དང་ཁྱེད་རང་ཚོ་ལས་སྐྱོ་ཚོ་ཞིག་རེད་ད་དེང་རེད་ཞིག་རེད། རེད་རེད་རེད་རེད་རེད་ད་སྐབས་དེ་དུས་ཁྱེད་རང་གཉིས་ཀྱིས་ད་ཉེ་སྒྲིག་བྱས་དེ་ནས་ཁྱེད་རང་གཉིས་ཀྱིས་ཡང་སེམས་ཐག་བཅད་ནས་སྤོ་གི་གུ་ཡག་གི་དེ་འདྲིས་གི་བྱས་པ་རེད་བ། དེ་སྐབས་དེ་དུས་ལ་ད་ང་ལོང་བ་ཞིག་རེད་དེ་ནས་གཡུ་སྒྲོལ་ལ་མི་དེ་ན་བདེ་མོ་ཞིག་ཡོད་མ་རེད་དེ་རྗེས་མ་ད་སྤོ་གུ་ཞིག་བྱས་ཤུལ་ན་མི་ལོང་བ་ཞིག་ཆགས་ཆགས་རྒྱུ་གི་ཉེན་ཁ་ཡོད་ཅིག་རེད་དེ་འདྲིས་ན་སེམས་ཁྲིད་ན་གང་ཡང་མ་ཤོད། ང་ཡི་ངོ་ནས་བཤད་ན་འདི་འདྲའི་སེམས་ཁྲལ་ལ་མ་བྱུང། རྒྱུ་མཚན་གང་ཡིན་ཟེར་ན་ང་ལ་ཡ་ངའི་ཨ་ཅག་མཚན་མོ་དེ་ཐང་ཐང་སོང་ཙང་སྤྱི་བཏང་ང་རའི་སྐྱོན་རེད་བསམ་མ་བྱུང་བསམ་བྱུང་མ་གཏོགས་ཨ་ནི། སྤྱི་བཏང་ང་ཚོའི་ནང་མི་གི་རིགས་ཀྱི་སྐྱོན་དེ་མེད་ས་རེད་དོ། གཉིས་སྒྲོན་ལས་ཨ་ཅག་དང་སྤྱི་ཆོག་འབྲེལ་ཡོད་རེད་ཁོང་ཚོ་ཐང་ཐང་རེད་དོ། བྱས་ཙང་འདི་འདྲའི་གང་ལ་གནང་ད་ཡོད་མ་རེད་བསམ་བྱུང། ཡིན་ནའི་མི་མང་པོ་གཅིག་གིས་ཁྱེད་རང་གཉིས་པུའུ་མ་སྐྱེལ་མ་འདུག་ཀ་ལས་ཞིའུ་ཁྲེག་རེད་གསུང་གི་འདུག་ཨ་ནི་ཁོ་རང་ཚོ་ཡག་ཡག་རེད་དེ་ལས་ད་ལྟ་བར་དུ་དངོས་གནས་མིའི་ལོ་ངོ་ཆགས་རྗེས་པུའུ་བའི་མི་སེར་ཀ་ལས་སྤྲད་པ་སུ་གལ་མ་བྱུང་ད་ཡིན་ནའི་སློབ་ཆུང་དང་སློབ་འབྲིང་འགྲོ་དུས་ཙམ་པ་ཡང་ག་འདྲས་ཡོད་མེད་ངས་ཧ་གོ་མ་སོང་ཁོ་གཉིས་འགྲོ་རྒྱུར་བ་ཞེ་མོ་འདུག་ད་ལྟ་ལོ་ཀླད་ཀོར་ནས་བུ་མོ་ཆེ་བ་དེ་ལོ་དྲུག་རེད་དེར་གཅིག་མི་སེར་ང་གཉིས་ལོ་ང་སོང་ཙང་དེ་འདྲའི་ཀ་ལས་ལ་བསམ་ས་གལ་མ་བྱུང་གང་ཡིན་ཟེར་ནས་ངའི་བསམ་པ་འདི་ཡོང་ཡག་འདི། ང་དང་གཡུ་སྒྲོན་ད་ལྟ་བརྩེ་དུང་བ་ཡག་པོ་བསྡད་ཨ་ནི་སྤྱི་བཟའ་ཚང་གི་འཚོ་བ་དེ་ད་ལྟ་ཡག་པོ་བསྡད་ཙང་རེད་བཞག་བསམ་གི་ང་སྤུ་བོ་ས་དེ་སྐྱེས་པའི་སྐབས་སུ་ད་དུ་དུས་ང་སེམས་ཁྲལ་ག་རེ་ལངས་བྱུང་ཟེར་ན་མི་མང་པོ་གཅིག་གི་ཕ་མ་མང་པོ་གཅིག་གི་སྤུ་བོ་སུ་ཁག་འགྲོ་དུས་ཙམ་པ་མོ་ཁྲལ་སུས་སྒྲུག་གི་རེད་བ་ཨ་ནི་ང་རྒྱུག་པ་དཀའ་བ་ཁྱི་ཁྱི་འགྲོ་དུས་ཙམ་པ་བུ་མོའི་སེམས་ནང་ལས་སྡུག་བསྔལ་ཞི་བོ་མེད་འགྲོ་བསམ་བྱུང། ཡིན་ནི་རྗེས་ལ་ཡང་ང་དངོས་གནས་བུ་ཆུང་ཁ་མགོ་འདྲ་སུ་ཁ་འགྲོ་དུས་བསམ་པ་ངའི་སེམས་ཁྲལ་ཆེ་མགྱོགས་འདི་ཚོ་སྟོང་པར་བྱ། བུ་མོས་དེ་འདྲའི་སྡུག་བསྔལ་གལ་ཆེ་མ་སོང། བྱས་ཙང་དེ་འདྲའི་ཡིན་དུས་བརྩམས་པ་མཚམས་མཚམས་ང་རང་ཚོ་ཕ་མ་དེ་ཚོས་སོ་སོའི་ལྟ་བརྩི་ཐུང་ཆེ་དྲག་བྱས་སྤུ་གུ་ལས་སེམས་ཁྲལ་མེད་པར་སེམས་ཁྲལ་སོ་སོས་རང་གི་སོ་སོས་སོ་སོའི་སེམས་ཁྲལ་ཟུག་མེད་འགྲོ་བསམ་གི། བྱས་ཙང་སྙན་མང་ང་འོག་ཏུ་སེམས་ཁྲལ་བྱུང་ང་རས་མིག་མ་མཐོང་ཙང་ད་སྤུ་གུས་ང་ཁྱིམ་བདག་ཚོང་འདི་དང་དེ་འདྲའི་འགྲོ་དུས་བརྩམས་པ་ང་ཁས་ལེན་འགྲོ་བསམ་ས་བྱུང་བ།
ཡིན་ནི།

ཁུ་བོ་དང་གནོད་ཤུགས་ལྗིད་པོ་རེད་འདུག་རེད་ལ། ད་ཁྱེད་རང་གི་ཡིན་ན་བུ་གཅིག་དང་བུ་མོ་གཅིག་དེ་ར་སོགས་དེ་ཨ་ཡིས་ང་ལ་གནོད་ཤུགས་ལྗིད་པོ་འདུག་བསམ་གཅིག་དེ་འདྲའི་ཁུ་བོ་ན་ལྷག་མ་ཞིག་མི་འདུག། ཅི་ལྟར་མི་ཟེར་ཁྱད་མི་འདུག་ད་ཡིན་ནའི་གཙོ་བོ་ནང་གི་གཙོ་བོ་དེ། ང་སྤྱི་ཚོགས་ཁང་དོན་བྱས་ང་རེད་ལྟ་འདུག་འགྲོ་བདེ་བོ་རེད་མ་གཏོགས་གཡུ་དངུལ་ནས་བྱས་ན་ང་ཚོའི་ཁྱིམ་ཚང་གི་ཆེད་དུ་ཡིན་ན་གཡུ་སྒྲོན་གྱི་ཡིན་ནའི་དཀའ་ལས་ཞེ་དྲག་རྒྱག་དགོས་རེད། བྱས་ཙང་དེ་འདྲས་ཡིན་དུས་བསམ་པ། གཡུ་སྒྲོན་ལས་ངས་བསམ་པ་ལྟར་ཅིག་སེམས་ནང་ལ། དཀའ་ལས་ཤུགས་ཆེན་པོ་ང་ན་ཞིག་དང་ང་གཉིས་གཉིས་ཀ་ལོ་ལ་ཁྱད་ཡོད་མ་རེད་བསམ་གི། གང་ཡིན་ཟེར་ན་སྤུ་བོ་ས་དེ་ཡིན་ནའི་མ་འོངས་པ་ཆེན་པོ་ཆགས་ཟིན་ན་སུ་སོ་སོ་རང་མགོ་འཐེན་དགོས་རོ་བ། ཨ་ཅེ་རང་མགོ་འཐེན་པའི་ཡིན་ནའི་ལས་ཁོ་རང་གཉིས་ཧར་བར་དྲི་སློབ་གྲ་ཆེན་མོ་ལ་ཕྱིན་པའི་ཡིན་ནའི་ལས་ཁོ་རང་གཉིས་ཀྱི་གཟི་བརྗིད་རེད་མ་གཏོགས་ང་གཉིས་ཀྱི་གད་མ་རོ་བ་ལ། ཁོ་རང་གཉིས་སློབ་སྤྱོང་ད་དུང་ཡག་བོ་མ་བྱུང་བས་ནས་ང་གཉིས་ལོ་ལྔ་ཆགས་ཙང། མི་ཚེ་ག་རེ་ཟེར་ཡག་གི་ངའི་བསམ་པ་འདི་ཉེས་པ་ཁྱད་མི་འདུག་བསམ་གི། ཁོ་རང་གཉིས་ལ་ཡང་ལས་ལ་ག་འདྲས་ཤིག་བཀོལ་མེད་རོགས། དང་ཁོ་རང་གཉིས་ཀྱི་གཙོ་བོ་ལྟར་ལས་བྱས་ནས་དཀའ་ལས་རྒྱབ་མེད་རོགས། ངའི་བསམ་པ་ད་ལྟ་རླབས་ཆེན་གྱི་དུས་རབས་འདི་ལ་ཡང་སོ་སོས་དཀའ་ལས་བརྒྱབ་ན་ཨ་ནི་འབྲས་བུ་བསྟན་གྱི་ཡོང་གི་རེད་བསམ་གི། དངོས་གནས་རེད་ཆ་ད་ལྟ་ཞི་ཅིན་ཕིང་གིས་གསུང་གི་འདུག་བ་སོ་སོ་ལ་ཡང་བདེ་སྐྱིད་ཞིག་བཀོལ་ནས་སོ་སོའི་རྩལ་ལེན་བྱེད་དགོས་རེད་གནམ་ནས་ཤ་བྷ་ལས་ཟེར་བ་མ་རེད་གསུང་གི་འདུག་བ་དེ་དངོས་གནས་རེད་རེད་ཆ། བྱས་ཙང་དེ་འདྲས་ཡིན་དུས་བསམ་པ་ངའི་བསམ་པ་མ་འོངས་པ།

ཉི་མ་འོང་དུས་དང་ཉི་མ་ལྷ་མཚོ་ནི་མཚན་མ་ཡིན་ན་ཡང་ཉི་མ་འོང་དུས་འཁྲུངས་ནས་ཟླ་བ་སུམ་ཅུ་རྗེས་སུ་མིག་གཉིས་ལོང་བ་ཆགས། མེ་མོ་ཡི་མཚོ་གཞུང་ལ་བལྟས་ནས་ཉི་མ་འོང་དུས་ལ་མཚར་རླུང་བྱུང་ཞེས་ཉིས་སྟོང་གཉིས་ལོར་ལྷ་སའི་ལུང་བའི་སློབ་གྲྭ་ལ་ཞུས་པའི་སྐལ་བ་ལྡན། དགུང་ལོ་ཉེར་བདུན་གྱི་ཐོག་དབྱིན་ཇིའི་ཐོ་ནིས་རྒྱ་ཆེའི་སྐད་བརྡ་སློབ་གྲྭ་ནས་མཐར་ཕྱིན་རྗེས་ལྷ་ས་ལུང་བ་སློབ་གྲྭའི་ལྷོ་གཙོ་སྤྱིར་བདེན་ཞི་དང་ཆིང་ཧྭ་དང་ཧྭ་ཧྥོ་ལྷོ་ཆེན་སོགས་ལ་མཆན་འཕྲིན་གནང་བ་ཕེབས་པ་མ་ཟད། མི་མང་ཉིན་རེའི་འཚོ་བར་གྱིས་ཀྲུང་གོའི་ཕུ་འདེད་ཀྱི་གཞི་རིམ་དུ་གྲོང་མིའི་རྒྱུ་དྲུག་ཞེས་པའི་མི་སྣ་བརྒྱ་ཡི་གྲལ་དུ་བདམས།
རེད་རེད་རེད་རེད་རེད་ད་ཁྱེད་རང་གི་ཡིན་ན་མ་འོངས་པ་གི་ཁྱེད་རང་གི་སྤུ་གི་གཉིས་ལ་རེ་བ་འདྲ་དང། ཆེ་ཤོས་ན་དེ་ག་འདྲ་འདྲ་པོ་བྱུང་ཡོད། ང་རང་གི་རེ་བ་དེ་སྤུ་གཉིས་ལ་ཡ་ང་སྤོ་མོ་གི་ང་རེ་བ་བརྒྱབ་ཡོད་ན་ཤིང། ཁོ་རང་གཉིས་རང་མགོ་འཐེན་ཡག་ཅིག་དང་ཨ་ནི་མ་ཐ་ས་ཨ་ནི་སྤྱི་ཏོག་སྤྱི་སྤྱི་ཚོགས་ལ་ཡ་ཕན་ཐོག་ཉེ་ཞིག་མ་བྱུང་ནས་ཨ་ནི་མ་ཐ་ས་སྤྱི་ཚོགས་ལ་གནད་མ་སྐྱེལ་ཉེ་ཞིག་བྱུང་ན་ངའི་ངོ་ནས་བཤད་ན་རེ་བ་འགྲུབ་བ་ལ། ཨུམ།
ད་དེ་རིང་ང་སུ་གཉིས་ང་ཚོས་གི་གོ་དེ་ན་ཁྱེད་རང་གི་བུ་མོ་གི་ད་མི་གསར་པ་མཐོང་འདུག་ཨ། དེ་ཁྱེད་རང་ལངས་པ་ནས་ཕར་ཁྲིད་འདིར་འགྲོ་རྒྱུ་གདའ་ང་ཚོ་དཔའ་རིས་མང་པོ་མཐོང་འདུག་ཨ། དེ་དེ་ཡིན་དུས་ཁྱེད་རང་གི་ཕྱིར་སེམས་ནང་ལ་བདེ་སྐྱིད་འདྲ་ཅིག་སྤྲོ་སྣང་འདྲ་ཨ་ཡོད། ང་དང་བུ་མོ་གཉིས་མདོར་འགྲོ་བའི་སྐབས་སུ་དངོས་གནས་ངའི་སེམས་ནང་ལ་ཡང་བདེ་སྐྱིད་དང་སྐྱིད་པོ་ཞུ་འདུག་གང་ཡིན་ཟེར་ན། ད་དེ་ངའི་བུ་མོ་རེད་ཨ་བསམ་པའི་སྐྱིད་པོ་འདུག་ཨ་མཚམས་གཙང་ཡང་མོ་རང་མགོ་ལག་པ་ཆག་མོ་རང་གཉིད་ཁུག་དེ་བརྩམས་པ་ངའི་སེམས་ན་ཨ་ཙི་དེ་སྙིང་རྗེ་ད་ང་ལོ་ང་གཅིག་ཙམ་སྐྱེས་པ་རེད་ཨ་བསམ་པས་ཡང་མཚམས་གཙང་ང་རང་ང་རང་སེམས་སྡུག་ལས་ཡོང་གི་ཡིན་ལ་ཡང་སྤྲོ་སྣང་གཉིས་ཀ་འདུག་དགའ་བོ་ལས་སྡུག་གཉིས་ཀ་འདུག་དྲང་པོ་བཤད་ན། རེད་རེད་རེད་རེད་དེ་དགའ་སྐྱིད་དང་སྡུག་སྐྱིད་གཉིས་ཀ་མཉམ་འགྲོ་ཡག་གི་འདུག་ད་ང་ཚོ་འཚོ་བ་ཡིན་གྱི་རེད། གང་ཡིན་ཟེར་ན་ད་ངས་མོ་རང་ཇི་ལྟའི་སྒང་ལ་ཁྲིད་ཡོང་བར་བ་ཡག་པོ་ཞིག་མ་བྱུང་ན་མི་ང་ལ་གྱེན་ཡུད་ཡག་ཡོད་རེད་པ་ད་ངས་དྲང་པོ་འགྲོ་སྟངས་དེ་ཅིག་ངལ་གསོ་རོགས་ཨ། དེ་འདྲའི་ཡིན་དུས་བརྩམས་པ་དེ་གཉིས་བྱས་སམ་བསམ་ཡང་ཡོང་གི་ཡོད་ལ་མཚམས་མཚམས་ཡང་སྐྱིད་པ་ལ་དེ་ངའི་སྤུག་རེད་ཨ་བསམ་པའི་གི་བསམ་བློའི་ལས་ཀྱི་དུ། དེ་རེད་དེ་རེད་དེ་རེད་ད་ང་ཚིག་གོ་དུས་ན་ཁྱེད་རོང་གི་སྔོན་མ་བརྩམས་ཅིག་བྲིས་འདུག་ཁྱེད་རོང་བུ་མོ་དེ་མ་ཤེས་ཚིག་ལ་ཁྱེད་རོང་ལྷག་བསམ་མེད་ཟེར་བ། ཨང་ལ་རེད་ལ། ཅེས་འཐོར་རི་འཐོར་རི་རེད་ལ་སྐབས་དེ་དུས་ཁྱེད་རོང་ལ་འདི་གི་སེམས་འཁྲུལ་ཞེ་བོ་ཅི་ཡས་རག་ཅིག་འདུག་དེ་གི་སྐོར་གི་གཏམ་གྱི་དུ་ཅིག་གསུངས་ན། ལ་རེད་ལ་དེ་དུས་བརྩམས་པ་ང་ཧྲན་ཧའེ་ལ་ཡོད་པ། ཨང་ཅི་དང།

ད་དངོས་གནས་ང་པུའུ་སྐྱེས་ཡག་རེད་ཤ་ས་ཨེ་ངས་ཁོ་རང་ཚོ་པིན་རྒྱག་དང་ང་ཚོའི་པིན་རྒྱག་ཆ་ཚང་རོགས་པ་ཆ་ཚང་སྐྱེས་དང་བྱས་ནི་མི་རང་མེན་གང་ལ་ཡག་འཁྲིད་ཕྱིན་སོང་ཨ་འདིའི་ཚེ་ནག་པོ་དེ་ངའི་ངོ་ནས་བཤད་ན་འགྲོ་ཁ་ཤོས་རེད་བྱུང་ཨ་ཁྱེད་རང་ཚོ་གི་ཟེ་ཡག་ནག་དགུང་དེ་དངོས་གནས་འོ་དེ་ཡིན་ས་རེད་ད་ངས་ཟེར་ན་ནག་དགུང་ཟེར་དུས་ཙམ་པ་སྤྱི་སྟངས་སྡུག་བསྔལ་ཡིན་དུས་ཙམ་པ་ནག་དགུང་ཟེར་གི་ཡིན་ས་རེད་ཁྱེད་ཚང་དེ་ཡིན་དུས་ཙམ་པ་འོ་དེ་ནག་དགུང་ཡིན་ས་མ་རེད་ཨང་མི་གཅིག་ལ་སྡུག་བསྔལ་གཅིག་ཡོང་པའི་སྐབས་སུ་ཨ་འདི་ནག་དགུང་ཟེར་གི་ཡིན་ས་རེད་ཁྱེད་ཚང་དུ་དེ་དངོས་གནས་ང་གཅིག

ལས་སྣ་སྤུ་གུ་གཅིག་མ་རེ་གཉིས་སྐྱེས་པར་བ། གཡུ་སྒྲོན་སྤུ་གུ་གཉིས་པ་དེ་སྐྱེས་དུས་ངས་མཐོང་བྱུང་བ་ལ། ཟུག་བཞི་བོ་ཞིག་བརྒྱབ་སོང་ད་ངས་དངོས་གནས་གཡུ་སྒྲོན་ངའི་སྲས་མིན་འགྲོ་བསམ་བྱས་སྔ་དྲགས་དང་ཞེད་སྣང་བཞི་བོ་ལངས་བྱུང་བ། རེད་རེད་རེད་རེད་རེད་རེད། ད་དུང་གཡུ་སྒྲོན་གྱིས་རྒྱགས་རེ་རེ་ཞིག་བརྒྱབ་པའི་གནས་ལས་ད་ངས་ཕར་ཁ་ལས་མ་ལོག་ཨ་བསམ་བྱུང། ཡིན་ན་ཡང་སྨན་ཁང་ནས་དྲན་ས་དུས་ད་རྫུན་མ་རེ་བཤད་ཡང་དེ་ཚོས་རྗེས་བཤད། རྗེས་བཤད།
ཁོ་ན་ཚ་དང་སྡུག་བསྔལ་དུ་ར་ཡོང་དུས་དེ། རྗེས་མ་ཁོ་ག་འདྲས་ཀྱིས་ཟེར་ན་ངས་ཁོ་ལ་ལན་མི་བསླུགས་སོང་ཟེར། དེ་འདྲས་གནང་བ་རེད་རེད་རེད་རེད་རེད། ཡིན་ན་ཡང་མ་ལས་ཟེར་དུས་ཡང་ནོངས་རྒྱུ་ནོངས་ཞིག་རེད་དོ། ཡང་དཀའ་རེ་དཀའ་རེ་རྒྱས་འགྲོ་རྒྱུ། གཞན་སྐབས་དུ་དུས་དངོས་གནས་སྙིང་རྗེ་ཨ་ཨ་བསམ་ཆུ། དེ་རེད་དེ་རེད་དེ་རེད་ལགས་སོ་ལགས་སོ་ལགས་སོ། རེད་རེད་རེད་ད་ང་ཚོ་ལོ་མང་སེར་བུ་ག་ཟེར་ན་ཡོང་འདི་འདི་ཁྱོད་ཚོའི་ཐོག་ལ་ཡོད་རྒྱུ་དེ་ཁྱེད་རང་འདས་ད་འདི་ང་ཚོ་གི་ད་ཀོང་རྟེ་ཟེར་བ། ཀོང་རྟེ་འདི་ཁྱེད་རང་ལ་ལྟ་ན་གལ་ཆེ་པོ་ཡོད་རེད། འདི་ཀོང་རྟེ་འདི་ལ་ཡང་གཏམ་རྒྱུད་མང་པོ་ཡོད་རེད། ད་དེ་ཀོང་རྟེ་འདི་ད་ལོང་བ་ཞིག་བཤད་ན་ཅི་རེད།

ཡིན་ནའི་ད་ལྟ་སྐྱོན་དེ་གར་དོར་ནས་ང་ཚོ་ལོ་ལྔ་ཚུན་ཚོ་འདི་གང་ལ་མང་ཙི་ཕྱིན་པའི་ཡིན་ན་ཨ་ནི་དོ་མདོ་ལོ་ང་ཡི་ལང་ཀ་དེ་ཡར་རྒྱས་འགྲོ་གི་རེད་བསམ་གི། གལ་སྲིད་ལོ་ང་འགྲོ་ཉེན་མེད་ན་ཨ་ནི་ལང་ཀ་དེ་ཡར་རྒྱས་བཏང་དགོས་ཡ་ཡོད་མ་རེད་བ། རེད་རེད་རེད་རེད་རེད། ཁྱེད་ཚང་ངའི་བསམ་པ་ད་ལྟ་ཡིན་ན་ང་རང་ཚོ་ཀྲུང་གོའི་ནང་ལོག་ལས་སྲིད་གཞུང་གི་ལང་ཀ་དེ་ཚོ་ཡག་པོ་བཟོས་བཞག་བསམ་གི། རེད་རེད་རེད་ད་ཁྱེད་རང་གི་ངོས་ནས་བཤད་པ་ཡིན་ན་ལོང་བ་ཞིག་ལ་ང་ཚོ་མི་གཞན་པ་གིས་རོགས་རམ་བྱེད་དགོས་ཀྱི་ཟེར་དགོས་ལ་རེད་གོ། ད་མི་མང་པོ་གི་དེར་སོང་ཉིན་ད་ང་གཅིག་གི་འོང་པོ་ཞེན་ཆེད་དང་ད་མི་གཞན་པ་མི་འགྱངས་ཁྱུད་ལ་རོགས་པ་བཟོ་སང་གེ་གི་ཤེན་སོང་སོང་མི་མང་པོ་འདུག་ཨ་ད་ཁྱེད་རང་ཧུ་ངོས་ནས་བཤད་པ་ཡིན་ན་མི་གཞན་པ་གི་ལོང་བ་ཚོ་ལ་རོགས་རམ་བཟོ་དགོས་ན་བཟོ་དགོས་ས་གི་ཤུ་ག་འདི་ག་འདི་ཐད་ནས་དྲན་གི་སང་གི་འདུག་ཁྱེད་རང། ཁྱེད་ཚང་ངའི་བསམ་པ་མིའི་ཐོག་ནས་ང་ཚོ་ལ་རོགས་པོ་གོ་རེ་བས་སུ་ནི་ངའི་བསམ་པ་གོ་རེད་སང་གི། ཡིན་ནའི་ང་ཚོ་ལ་རོགས་པོ་བྱེད་པའི་སྐབས་སུ་སྐད་ཅིག་དྲི་ཡ་དེ་གལ་ཆེན་པོ་རེད་སང་གི། གང་ཡིན་ཟེར་ན་སྐད་ཅིག་མ་དྲིལ་བུའི་ཐོག་ནས་རོགས་པོ་བྱེད་འོས་ན་ཨ་ནི་གཅིག་བྱས་ནས་ང་ལ་རོགས་པོ་དེ་མགོ་མར་བ། ཁྱེད་ཚང། མགོ་མར་རོགས་པ་ཨ་དགོས་མ་དགོས་གི་དེ་སྐད་ཆ་དྲི་ཡ་དེ། དང་པོ་དེ་སྐད་ཆ་དྲི་ཡ་བྱས།
ཨ་ནི་གཉིས་པ་དེ་ང་ཚོ་ལོ་ལྔ་ལ་ཡག་ལྟ་ཅིག་ཚང་མ་ལོག་གི་ལྟས་བསམ་གཞིག་བྱེད་དགོས་དེ་གལ་ཆེན་པོ་མིན་འགྲོ་བསམ་གི། གང་ཡིན་ཟེར་ན་དཔེ་ཆ་ཞིག་ན་ལྟ་ཅིག་ལས་ཀ་དང་འདི་འདྲའི་ང་ཚོ་བྱེད་ཉེར་འགྲོ་ནས་ལས་ང་ཚོ་ལ་གོ་སྐབས་ཤིག་སྤྲད་ཡ་དང་ཡིད་ཆེས་དང་བསམ་གཞིག་ཟེར་དེ་ཨ་ནི་ད་གཟོད་བྱུང་བས་ན་ངས་བསམ་པ་ཨ་ནི། ཆ་རེད་གསུངས་གི། ཡིན་ནའི་མི་མང་པོ་གཅིག་གིས་ལོ་ང་དང་རྟ་དབང་པོ་གྱོད་རིགས་ག་རེ་ཡིན་ནའི་ང་ཚོས་ཚུར་རོགས་པོ་བྱས་ཡ་སྒུག་བསྡད་འདུག་ཨ། དེ་ནས་ངས་བསམ་པ་ད་ལྟའི་དུས་ལ་ང་ཚོས་གའི་སྤྱི་ཚོགས་ལ་ཕར་ག་རེ་ཞུ་གི་འདུག་བལྟ་དགོས་ཡ་དེ་གལ་ཆེན་པོ་མིན་འགྲོ་གསུངས་གི། དཔེ་ཆ་ཤེས་ན་ང་ད་ལྟ་སྒྲོལ་མ་ལོ་སོ་གིས་དེ་སྒྲོལ་མ་ལོ་སོ་བརྒྱུད་ནས་སློབ་གྲྭ་མང་པོ་དང་འབྲེལ་སྐད་ཆ་བཤད་ག་འགྲོ་གོ་ར་ལ། ད་ངས་མི་ཚང་མ་ལོག་ལས་ཕན་མ་ཐོག་ནས་སློབ་གྲྭར་ངའི་སྐད་ཆ་ཉན་ཉན་རྒྱག་ཡོད་ན་རྒྱ་ནག་ནས་མི་བདུན་བརྒྱད་ཅིག་ལ་ཕན་ཐོག་གི་རེད་བསམ་གི། དེ་ལས་ངས་ཕ་ཞལ་བཅོས་ཞུས་པར་བ་ལ། ཁྱེད་ཚང་ངས་བསམ་པ་མ་འོངས་པ་ང་རང་ཚོ་དབང་པོ་སྐྱོན་ཅན་རིགས་ག་རེ་ནས་ང་རང་ཚོའི་སྤྱི་ཚོགས་ནང་ལ་ཚུར་འཛུལ་བྱས་ང་ཚོའི་ལས་སྤྱི་ཚོགས་ལ་ག་རེ་བྱེད་ཐུབ་གོ་ཏོ་བལྟ་དགོས་ཡ་དེ་གལ་ཆེན་པོ་རེད་བསམ་གི་མ་གཏོགས་རྟག་པར་སྤྱི་ཚོགས་ང་ཚོ་ལ་ག་རེ་བྱེད་རོགས་བསམ་ན་ངས་བསམ་པ་དེ་རྒྱག་གོ་མི་འདུག་བསམ་གི། རེད་རེད་རེད་རེད་རེད་ད་ཁྱེད་རང་གི་སྤྱི་ན་སྔོན་མ་ལ་ལུང་བ་གི་སློབ་གྲགས་ཀྱི་སློབ་གཙོ་ཞེས་ཨ་རེད་ཨང། དེ་དེ་རྗེས་ནས་ལ་སྐབས་དེ་དུས་སློབ་ལུང་བ་མང་པོ་ལ་ཁྱེད་རང་གི་ལ་བལྟས་ནས་ཡང་ཁྱོད་ཚོ་རོགས་པ་བཟོ་ཐུབ་གི་འདུག་ཨ། རེད་ལ། ད་ཁྱེད་རང་གི་བལྟས་ན་མི་གཞན་ལ་རོགས་པ་བཟོ་རྒྱུ་དེ་ཆེས་དགེ་བ་འདྲ་པོ་ཞིག་འདུག་ཡང་ན་ཆེས་རླབས་ཆེན་འདྲ་པོ་ཞིག་དེ་འདྲའི་མཐོང་གི་འདུག་བས། ད་ངས་བསམ་པ་ང་ར་ང་ར་དང་ང་ར་འདྲ་བའི་ང་ཚོ་རིགས་གཅིག་པ་ལོ་ང་དུ་འཛུགས་ལ་ཡ་རོགས་པ་བྱེད་དགོས་ཡ་གལ་ཆེན་པོ་རེད་བསམ་གི། ངས་ཆེས་ཐུགས་ཁུར་བསམ་གི། གང་ཡིན་ཟེར་ན་ཁོ་ཚོ་ལ་དཀའ་ངལ་ཁ། ག་རེ་ཡོད་མེད་དེ་ངས་གསལ་ཤོས་ཤི་འགུར་བ་ལ་ཨ་ད་ག་ན་བཞིན་དེ་རིགས་ཁྱེད་སུ་ལོག་ང་ཚོ་ཚོ་ལས་སོ་སོས་ཤུགས་རྒྱག་ན་ཨ་ནི་སྲིད་གཞུང་གིས་ཨ་ནི་ཡག་པོ་ཞིག་རག་བྱེད་གོ་རེད་དཔེ་ཆ་ཤི་ན་ཁོང་ཚོ་མིའི་ཐོག་ཉེས་སློབ་གྲགས་འགྲོ་ཉེན་ཡོད་ནའི་ལས་མིའི་ཐོག་ཉེས་ཉེན་རྡོ་སློབ་སྐྱོང་བྱེད་ཡག་ཡོད་རེད་ཨ་ད་ག་ན་བཞིན་ལུང་ཡིག་གི་ཅལ་ལག་སྤྲད་ཡག་ཡོད་ནའི་རེད་ཡིད་རྩེ་བཏང་མི་ཉེན་རེད་ད་ག་ན་བཞིན་ལོག་ང་གཞུང་ཞབས་པ་ཡིད་རྩེ་ལེན་ཉེན་ཡོད་རེད་བ་ཨ་དོ་ནུ་ཚང་མ་སྲིད་གཞུང་གིས་ང་ཚོ་ལ་རྒྱག་རྒྱོག་བྱེད་གོ་རེད་བ་ཁྱེད་ཚང་ཨ་ནི་ང་རེད་ལས་ཁོང་ཚོ་ལ་ཡར་ལྟ་ཅིག་རོགས་པ་ག་བ་དགོས་གི་ཡོད་མེད་དང་ད་ག་འདྲའི་ཆེ་བོ་ཡིན་མེད་དུ་བཙོང་བ་རེད་ད་ང་རི་ལོ་ལྔ་གཅིག་སྔོན་ནས་བཤད་ན་ཧ་གོ་གི་འདུག་ཨ་འདི་ཉིན་ཏོག་སྲིད་གཞུང་ཡིན་ནས་རེད་སྤྱི་ཚོགས་དང་ཚང་མས་རོགས་སྐྱོར་ཡག་པོ་གནང་གི་འདུག་ང་ཚོ་ལ་བྱས་ཙང་ད་ག་འདྲ་སོ་སོས་སོ་སོའི་ཤུགས་རྒྱག་ཡ་དེ་གལ་ཆེན་པོ་རེད་བྱས་གཙོ་བོ་ནང་གི་གཙོ་བོ་དེ། རེད་རེད་རེད་རེད་ངོ་མ་རེད་ད་ཚོང་པ་ཡོང་མ་གི་ཤུགས་རྒྱག་རེད་ད་གྲུབ་འདུག་རྩ་གཅིག་སྒྲིལ་བྱས་འབད་བརྩེ་བཟོ་དགོས་རྒྱུ་དེ་དེ་ནི་རེད་འདུག་ཨ་འདི་རེད་བྱས་ཨ་བཙན་གྲི་ཅན་གྱི་མི་འདྲ་གང་ཡང་མེད་ཟེར། དངོས་གནས་རེད་བཙན་གྲི་ཡོད་ན་རྡོ་ལ་ཨོ་ཁུན་བུད་དགོས་རེད་རེད་བཙན་གྲི་དེ་གལ་ཆེ་པོ་འདུག་རེད། ད་ང་ཚོས་ཁ་བརྡ་བྱེད་པའི་རྒྱལ་ནང་ཁྲོད་དུ་ཁྱེད་རང་ལ་རང་རང་ལ་ཡིད་ཆེས་ཟེར་དགོས་རོགས། ཡིད་ཆེས་བརྟན་པོ་འདྲ་པོ་ཅིག་འདུག་དེ་འདྲའི་གི་སེམས་ཤུགས་འདྲ་པོ་འདུག་ཨ། ཁྱེད་རང་དཔེར་ན་ང་ཚོ་མི་སུ་དང་སུ་འདྲ་པོ་ཞིག་ཡིན་ན་མི་གི་ཡིད་ཆེས་བརྟན་པོ་སྤྲོད་ཡག་གི་བྱས་ན་ག་འདྲ་བྱས་ནས་ཡིན་མི་ལ་ཡིད་ཆེས་འདྲ་པོ་དང། སེམས་ཤིང་འདྲ་བ་དཔའ་ཐུག་གི་འདུག་དེའི་གཏེར་ནས་ཁྱེར་རོགས་ལ་ཉམས་མྱོང་ན་ག་འདྲ་ཞུ་ཨ་ཡིན་ན། ལོ་སང།
ངའི་བསམ་པ་སོ་སོས་སོ་སོའི་ཁྱད་ལས་ཡང་དེ་གཙོ་བོ་རེད་བསམ་གི་ཡོད། ད་མི་ཁ་ཤས་ཡིན་ན། ང་སློབ་སྦྱོང་ཡག་པོ་མེད་ཟེར་གི་འདུག་ཨ། སློབ་སྦྱོང་ཡག་པོ་མེད་ན་གི་ཇང་ཡང་ཡོད་རེད་བ། མི་ཁ་ཤས་ཅིག་སུ་སོ་སོ་ང་ལྟ་རྒྱག་པོ་རྒྱག་ཚོ་པོ་རྒྱག་དྲ་ཤ་ལབ་ཅེས་མིའི་དཀྱིལ་ནས་ཞེ་དྲག་འགྲོ་གི་མི་འདུག་ཨ་སེམས་སྡུག་བྱེད་གི་འདུག་ཨ། ངའི་བསམ་པ་དེ་ཚོ་ཚང་མ་སེམས་སྡུག་བྱེད་དགོས་ཨ་ཡོད་མ་རེད་བསམ་གི་ཡོད། གལ་སྲིད་སོ་སོ་སོ་པོ་རྒྱབ་པོ་ཡིན་ནས་སྐམ་པོ་ཡིན་ནས་ག་རེ་ཡིན་ནས་ལས་སོ་སོས་སོ་སོའི་ཁས་ལེན་ཐུབ་པ་ཡིན་ན་ཨ་འདི་བདེ་སྐྱིད་ཆེ་ཤོས་དེ་ཡོད་རེད་བསམ་གི། ད་ལྟ་མི་མང་པོ་ཅིག་སོ་སོ་སོ་སྐྱིད་པོ་མ་ཡོང་ཡང་ཅི་དང་ཚང་མ་སྡུག་བསྔལ་ཡོང་ཡ་དེ་སོ་སོས་སོ་སོས་སོ་སོ་ག་རེ་ཡིན་མེད་དེ་ཁས་ལེན་མ་ཐུབ་ཙང་ཨ་ནི་སྡུག་བསྔལ་མང་པོ་ཅིག་ཡོད་རེད་བསམ་གི། ང་ཡིན་ན་ད་ལྟ་སྐྱིད་མདོག་ཁ་པོ་དང་དེ་འདྲས་ཡོང་དགོས་ཡ་དེ་ངས་ང་རེ་ང་རལ་མི་ཡིལ་སྐྱོན་ཡོད་པ་དང།